ཁང་ས་ནི། བདུད་བཞི་གཅིག་ཆར་སྤྱོད་པ། གཅིག་ཆར་དུ་སྤྱོད་པ་ཀུ་སུ་ལི་ཡི་ཚོགས་བསགས་ནས། ད་འདང་ས་ང་རང་ཚོ་དཔེ་སྐད་གྲགས་ཆེ་ཤོས་སྤྱོད་བཏང་གིན་རྒྱ་རེད་བ། ད་སྤྱོད་བཏང་ན་འདི་འདྲ་དགོས་བར་སྤྱོད་བཏང་རྒྱུ་ཟེར་མཁན་དེ་ང་ཚོ་སྤྱོད་བཏང་སྤྱོད་བཏང་ས་ནི། འདར་རུ་ཁྱོག་ན་མ་ཁྱོག་ན་ཅིག། སྤྲོ་ག་ཅི་ག་ཅི་ག་ཅི་ཐམས་ཅད་མགོ་གཡུག་ལག་པ་གཡུག་རྐང་པ་གཡུག། ཨོའོ་སྤོ་བོ་མར་རྒྱ་གར་ལྷ་བཞུགས་མཁན་ནང་བཞིན་ཅི་ད་འདུར་ད་སྤྲོ་གོ་རེད་ད་རུ་སྤྲོ་མཁན་དེ་དངོས་གནས་དེ་སྤྱོད་ཟེར་རེད་དེ་ལ་ཀུ་སུ་ལི་ཡི་ཚོགས་བསགས་ཟེར་རེད་ཀུ་སུ་ལུ་ཟེར་ན་སྤྲང་པོ་ཟེར་རེད།

ང་རང་ཚོ་གིས་འདི་གང་རེད་ཟེར་ཕངས་རྒྱུ་དོན་མེད་དཀར་གསལ་སྡང་འཛིན་བྱེད་རྒྱུ་རེད་སྡང་འཛིན་བྱེད་རྒྱུ། ང་རང་ཚོ་ང་པད་མ་རིག་སར་འོ་སྙམ་པའི་གི་དེ་ནས་བློ་དེ་ཕུང་པོ་བཞི་ཕུང་ཁམས་སྐད་ཆ་ལས་དེ་ནས་པད་མ་རིང་སར་འོ་སྙམ་པའི་གི་བློ་དེ་སྐྱེ་དགོས་རེད་བ། ཁྱེད་རང་སུ་དང་སུ་ཡིན་ན་ང་ང་ང་ཟེར་གི་འདི་སྐྱེ་དགོས་རེད་ང་ཟེར་གི་སྡང་འཛིན་དེ་བཞི་ཕུང་ཁམས་སྐད་ཆ་ལས་དེ་ནས་ཡོང་དགོས་རེད་བཞི་ཕུང་ཁམས་སྐད་ཆ་དེ་དཔེ་གཙང་མ་ཡིན་ཡག་པོ་ཡིན་གཙང་དེ་ཏག་ཏག་གི་ཕྱི་རོལ་མུ་སྟེགས་པའི་ཟེར་མཁན་ན་ཆེན་བྱེད་གི་གཙང་མ་དེ་བ་རྟག་པ། ཡིན་བསམ་རྒྱུ་གི་གཙང་དེ་ཏག་ཏག་གི་འཛིན་པ་བྱོས་རེད་གཙང་འཛིན་ཏག་ཏག་གི་འཛིན་པ་དེ

དམ་པ་སངས་རྒྱས་རེད་དེ་དེ་བརྒྱུད་པ་དེ་ག་ནས་དྲོ་སོང་དང་པོ་བཅོམ་ལྡན་འདས་ལ་ཐུག་དོ་རེད་ན་ནི་ངའི་ནེའུ་ནེའུ་ཡོག་ལ་ཁྱོད་ཀྱི་ལོ་རྒྱུས་བཤད་དུས་ཧ་ཁྱོད་དེ་ཤཱཀྱ་ཐུབ་བ་ལ་ཐུག་དེ་དོ་ཟ་ཟེར་ཁྱོད་ཤཱཀྱ་ཐུབ་བ་ལ་མ་གཏུགས་ཁྱོད་ཀྱི་ག་ནས་ཡོད་རེད་ཁྱོད་མོ་གོ་ག་འདྲའི་མོ་གོ་ཅི་ཡིན་ཟེར་སངས་རྒྱས་ཤཱཀྱ་ཐུབ་བ་བདག་ཅག་གི་སྟོན་པ་བཀའ་དྲིན་ཅན་སངས་རྒྱས་ཤཱཀྱ་ཐུབ་བ་ལ་མ་ཐུབ་པའི་ཆོས་བརྗོད་ན་ཆོས་ཡང་དག་རེད་མ་རེད་དེ་དྲང་པོ་སྐད་ཆ་བཤད་ན་རྫོགས་པ་ཆེན་པོ་ཡང་ཤཱཀྱ་ཐུབ་བ་ལ་ཐུག་ག་རེད་ཕྱག་རྒྱ་ཆེན་པོ་ཡང་རྫོགས་པ་ཆེན་པོ་ཡང་ཤཱཀྱ་ཐུབ་བ་ལ་ཐུག་ག་རེད་ཤཱཀྱ་ཐུབ་བ་ལ་མ་ཐུག་པའི་ཆོས་ཅི་ཡོད་མ་རེད་བདག་ཅག་གི་སྟོན་པ་བཀའ་དྲིན་ཅན་ཟེར་བསྟན་པ་གཅིག་ལ་སྟོན་པ་གཉིས་མི་འབྱུང་ཟེར་ཐམས་ཅད་སངས་རྒྱས་བཅོམ་ལྡན་འདས་ཏེ་ཆོས་ཀྱི་འབྱུང་ཁུངས་དེ་ཡང་ཤེས་ན་ཡང་དེ་ང་རང་ཚོའི་གི་འདོད་ཆོས་ཚོ་ཤེས་གི་ཡིན་ན་དེ་དང་པོ་སངས་རྒྱས་བཅོམ་ལྡན་འདས་ཨོ་དེ་ནས་ཡུམ་ཆེན་པོ་དེ་ནས་དཀོར་དཔལ་ཨོ་ཡ་དེ་ནས་སྲས་སྒྲ་གཅན་འཛིན་ལ་སོགས་པ་དེ་ནས་མར་མར་ཤེས་འོང་དེ་གང་ལ་དེ་ང་རང་ཚོ་འདི་དཔལ་མགོན་འཕགས་པ་ཀླུ་སྒྲུབ་དཔལ་མགོན་འཕགས་པ་ཀླུ་སྒྲུབ་ནས་ཟབ་མོ་ལྟ་བའི་གི་སྤྲོལ་དང་རྒྱ་ཆེན་སྤྱོད་པའི་གི་སྤྲོལ་རྣམ་པ་གཉིས་ཡོད་རེད་དེའི་སྤྲོལ་གྱི་རིམ་པ་ཚོ་ད་དེ་ནས་རྨོངས་ཆེན་དེ་ནས་ཚར་གི་མ་རེད་བ།

ཡུམ་གང་ཟེར་ཟེར་ན་ཡུམ་གྱི་སྒོ་ནི་དེ་ནས་བརྒྱུད་པ་ཅན་ཆོས་ཀྱི་བརྒྱུད་པ་གཉིས་པ་དེ་འདྲ་ཞེས་གསུམ་པ་རེ་བཤད་ཀྱི་ཡིན་ན། དེ་ནས་ཐང་གི་འདི་རེ་གང་ཟེར་ཟེར་ན་མ་གཅིག་ལབ་ཀྱི་འགྲོ་བ་མ་བཅོས་རེ་མ་བཅོས་དེ་ནས་མདོ་དང་སྔགས་གཉིས་ཀ་བཀྲལ་ནས། ཨོ་ཡ་དེ་ནས་འཁོར་བར་གཉིས་སུ་གྱུར་ཏེ་གང་ལ་དེ་ནས་ཕྱག་རྒྱ་ཆེན་པོའི་ལྟ་བ་ལ་བཟླས་པའི་སྒོ་ནས། ཨོ་ཡ་དེའི་ལྟེ་བའི་མ་གཅིག་འཕྲོ་མ་ནང་བའི་ལྷ་ཡི་རྣལ་འབྱོར་ལ་བརྟེན་ནས་བསྒོམ་རྒྱུ་དེ་ལ་དེ་ནི་འདི་ཟེར་རེད་དེ་ནི་གང་ང་རང་ཚོ་ན་མ་བཅོས་ཟེར་རེད་དེ་ཡིན་དུས་དམ་པ་སངས་རྒྱས་བར་དུ་གཅིག་པ་རེད་དམ་པ་སངས་རྒྱས་ནི་དེ་མ་གཅིག་ལབ་སྒྲིན་གྱི་མ་བཅོས་ཟེར་མཁན་གཅིག་ཆང་བར་དེ་ཡང་དཔེ་མི་ཁོང་རང་ཐུན་མོང་མ་ཡིན་པའི་ཁྱད་ཆོས་དེ་དེ་ནི་ཁོ་ར་བར་ང་རང་ཚོ་ཡི་དེ་ནི་སྔགས་ཀྱི་དེ་ནི་རྣལ་འབྱོར་ལ་བརྟེན་ནས་ལྷ་ཡི་རྣལ་འབྱོར་ལ་བརྟེན་ནས་དེ་ནི་ཁོ་ར་བར་ཆོས་ཀྱི་དགོངས་པ་དང་སྒོམ་རྒྱུ་དེ་ཤེས་ཤེས་རབ་གཉིས་ཕ་རོལ་ཏུ་ཕྱིན་པ་དང་སྒོམ་རྒྱུ་ཐེར་བ་མ་རྩ་མ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན་མ་རྒྱས་མིན་གང་ལམ་གྱི་ངོ་བོ་སོ་སོ་རང་རིག་ཡེ་ཤེས་སྤྱོད་པ་དུས་གསུམ་རྒྱལ་བའི་ཡུམ་ལ་ཕྱག་འཚལ་ལོ་སོགས་སྒོམ་རྒྱུ་དེར་སྤྱོད་དེ་རེད་ད་ཁྲག་འཐུང་བདུན་འཇོམས་གླིང་པའི་སྤྱོད་དེ་ལ་ད། ཁྱེད་ཆོས་སེམས་ཀྱིས་མི་ཁྱབ་བགྱི་བར་དེ་ཁྱེད་ཆོས་སེམས་ཀྱིས་མི་ཁྱབ་གང་བའི་རིགས་སེ་བྷ་ཆོས་ཕ་གཅིག་དམ་པ་སངས་རྒྱས་ཀྱི་ཞལ་དངོས་སུ་གཟིགས། དེའི་གེགས་དེ་ནི་བཀོད་པར་ང་རང་ཚོ་ཡིན་ན་དགོངས་བརྒྱུད་ཀྱི་བྱིན་རླབས་ཐམས་ཅད་མ་གཅིག་ལབ་སྤྲིན་ཡང་དངོས་སུ་ཞལ་གཟིགས་ཅིག་ལུང་བསྟན་དེའི་གེགས་དེ་ནི་བཀོད་དགོངས་བརྒྱུད་ཀྱི་བྱིན་རླབས་ཐམས་ཅད་མ་བརྒྱུད་ཀྱི་བརྒྱུད་པ་དེ་ཡང་སྟེ་ཕ་བརྒྱུད་ཀྱི་བརྒྱུད་པ་དེ་ཡང་ལྡན། མ་ཚེ་བའི་གཅིག་གིས་དཔག་བསམ་ར་ཧ་དངོས་སུ་ཞལ་མཇལ་མགུར་རིན་པོ་ཆེ་ཞལ་མཇལ་ན་དེ་ཆོས་ཀྱི་གདམས་པར་བཟང་ད་དེ་དེའི་དངོས་གནས་གེགས་དེ་ནི་བཀོད་བརྒྱུད་ཕ་བརྒྱུད་ཕ་ཆོས་དང་མ་ཆོས་གཉིས་ཀྱི་བརྒྱུད་པ་དེ་ལྡན་པས་མི་ཐོགས་ལ་དེའི་ཐོག་ལ་སྐྱེས་ཡོད་རེད་ཟེར་བར་ཆོད་དེ་ནི་ཁོ་ར་བར་ང་རང་ཚོ་ཡིན་ན་དེ་ནི་མགུར་རིན་པོ་ཆེ་དང་ས་ར་ཧ་གི་གི་གདམས་པ་ཨོ་ཡ་དེ་ནི་ཁོ་ར་བར་ང་རང་ཚོ་ཆོས་ཉིད་ནམ་མཁའི་ཀློང་ཚུལ་ནས་འབྱུང་བའི་དགེ་ཆོས་ཀྱི་གདམས་པ་དེ་རེད་ད་དེ་ལ་ཡང་ད་རུང་ཁྱད་ཆོས་ཅི་ཞིག་གང་ཡོད་རེད་ཟེར་བར་ཆོད་བརྒྱུད་པ་དེ་ཉེ་བ་ལ་ད་དངོས་གནས་ཀྱི་ཞག་ཚིག་ལུང་བསྟན་ཐོབ་ཡོད་གི་དེ་ནི་དངོས་གནས་ཀྱི་ད་ལྟ་ད་ང་རང་ཚོ་འདི་རུ་ཚོགས་ལས་རིན་ཆེན་དྲངས་བའི་བརྒྱུད་པ་ཚོ་དཔེ་རིང་པོ་རེད་བ་དེ་བླ་མ་བརྒྱ་ཕྲག་ཁ་ཤས་བརྒྱུགས་བསྡད་ཡོད་རེད་དེ་ད་ད་ལྟ་ཚོགས་ལས་ཀྱི་རིན་ཆེན་དྲངས་བ་གི་འདི་ལ་བསམ་བློ་བཏང་བ་ཡིན་ན་མ་ཅིག་ལབ་གང་ཟེར་མ་ཅིག་ལབ་ཕྲན་དུ་ཞལ་གཟིགས་ལུང་བསྟན་ཐོབ་སྟེ་ཏིག་བརྒྱུད་པ་སྟེ་ཉེ་བརྒྱུད་ཆེ་བ་རེད། ཕ་གཅིག་དམ་པ་སངས་རྒྱས་ཕ་རྒྱུད་ཀྱི་རྒྱུད་ངེས་པ་དེ་ཡང་བདུད་འཇོམས་རིན་པོ་ཆེ་ལ་དེའི་ཉེ་བརྒྱུད་ཅིག་རེད། ཕ་རྒྱུད་ཕ་ཆོས་མ་ཆོས་གཉིས་ཀར་གྱི་ཉེ་བརྒྱུད་དེ་བདེན་པའི་ཐོག་དེ་ལ་བརྟེན་གུ་རུ་རིན་པོ་ཆེ་ལ་ས་ར་ཧ་གི་དེ་ནས་གདམས་པ་དེ་ནས་གུ་ར་པ་ར་དངོས་གནས་ཀྱི་བསམ་གྱིས་མི་ཁྱབ་ཀྱི་གདམས་པ་དེ་དེ་ཁྲག་འཐུང་བདུན་ཅུ་གླིང་པ་ལ་ཡོད་རེད། ད་ཡང་དེ་ལས་དེ་ནས་གཞན་དང་མ་འདྲ་བའི་ཁྱད་པར་གཞན་དག་ཅིག་གང་བ་རེད་ཟེར་ན། འོ་ཡ་དེ་ནས་གུ་རུ།

ཕས་ཀྱི་ཕས་ངོ་མ་ཤེས་ན་རང་སྲོག་རང་གིས་གཅོད་པ་ཡིན་ཟེར་འདི་ཕས་རྒྱག་རྒྱུ་དེ་དཔེ་ཉེན་ཁ་ཚ་བོ་ཡིན་སྲིད་ལབ་རེད་ཨོ་ཡ་དེ་དེ་ཡིན་དེ་གང་ད་དེ་འདྲ་འདྲ་ཅི་རེད་ད་ད་རུང་མང་པོ་བཤད་ཀྱི་འདུག་ད་ཡང་མང་པོ་བཤད་ན་གང་བྱེད་ད་དུས་ཚོད་འགྲོ་ལོག་རེད་བ། ཨ་ཁྱེད་རང་ཚོ་རྒྱལ་བ་ཧ་གོ་ན་ཨོ་ཡ་ཁྲོ་མོས་ཀྱི་ཅོ་ཁྲི་དེ་བོ་ཞུ་རྒྱུ་གི་དེ་ནས་དེ་འདྲ་ཅིག་བ་རེད་ཆོ་ཁྲི་དེ་ཡག་པོ་ཞིག་ཞུས་ནས་དེར་གཉན་གཟར་འགྲིམ་དགོས་རེད་ད་གཉན་གཟར་དེ་ང་ཚོ་སྡུག་ཤོས་ལ་ཉི་མ་དགུ་འགྲོ་དགོས་རེད་ནམ་མཁའ་ཁྱུང་ཚང་ལུགས་ལ་ཉིན་ཞོར་ཉི་མ་དགུ་དེ་ནས་ཡག་པོ་འགྲོ་ཐུབ་ན་གཉན་གཟར་བརྒྱར་ས་འགྲིམ་དགོས་རེད་གཉན་གཟར་བརྒྱར་རྩ་ཟེར་དུས་རྐང་ལག་ཆུ་མིག་བརྒྱ་དང་དུར་ཁྲོད་བརྒྱ་དང་རི་ཁྲོད་བརྒྱ་ལ་གཉན་གཟར་བརྒྱར་མ་འགྲོ་དེ་ཡང་གཉན་གཟར་འགྲོ་ས་དེ་ས་ཆ་སྐྱེལ་ས་ཡག་པོ་ལ་མ་རེད་དུར་ཁྲོད་འདྲ་བོ་དང་ས་བཙན་ས་འདྲ་བོ་དང་ས་དེ་ནས་འཇིག་ས་འདྲ་བོ་ད་དེར་རང་གི་རྟོག་པ་གི་ཆུན་མི་ཆུན་ལ་བརྟེན་རྟོག་པ་ཆུན་སྐྱུག་ན་སྔོན་དུར་ཁྲོད་དུ་དེ་འདྲ་གི་ས་བཙན་ས་ཟུག་ས་དེ་འདྲར་འགྲོ་བར་ད་རང་གི་རྟོགས་པ་ཆུང་ངུ་ཆུང་མ་ས་འཇམ་པར་འགྲོ་བར་དེ་ཡང་འགྲོ་ས་དེ་ཡང་གཉན་ས་ཅི་ཡང་དེ་ནས་ཉི་མ་རེ་རེ་ལ་ས་དེ་འདྲ་གི་རུ་བར་རྗེས་འགྲོ་བར་མ་གཏོགས་ཞག་པོ་གཅིག་གི་བསྡད་ས་ཅིག་ལ་འགྲོ་རྒྱུ་མ་རེད་གཉན་ས་ཉི་མ་བདུན་འགྲོ་བའི་གནས་སྐབས་སུ་ཆར་བ་རྒྱག་གི་འོ་ན་རེད་གཅན་གཟན་གྱི་འཇིགས་པ་འོ་ན་རེད་ཆུའི་འཇིགས་པ་ཡོད་ན་རེད་གངས་ཀྱི་འཇིགས་པ་ཡོད་ན་རེད་དེ་ཉི་མ་དགུ་དེ་བཙུགས་ས་དེ་གང་ལ་གཉན་ས་དེ་འགྲོ་དུས་ན་རེ་འགྲོ་བར་མ་གཏོགས་དེ་ཨར་སྐབས་སྐལ་པ་གཅིག་གི་ཉི་མ་གཅིག་ང་རེ་ད་ཡང་གཉན་ས་དེ་ཡང་འགོར་ནས་འགྲོ་དགོས་དེ་དེ་འདྲ་ཡོད

ཚོགས་བསགས་པ་མ་འབྲེལ་གྱི་ཡན་ལག་ཏུ་བྱས་ཀྱང་མི་འགལ་བས་ན་གསུངས་ད་འཇིགས་མེད་རྒྱལ་བོའི་སྙིང་པོ་གིས་ནི་འདི་རུ་དེ་ནི། མ་འབྲེལ་གྱི་ཆ་ལ་བཞག་པ་ཡིན་ཚོགས་བསགས་ཀྱི་ཆ་ནས་བཞག་པ་ཡིན་གསུངས། རེད་ཨང་སེམས་ཉིད་ངག་སེར་སྣ་ནི་བླ་མེད་རྣལ་འབྱོར་གྱི་ཆ་ལག་ཏུ་བཞག་ནས་དེ་ནས་ཀར་སྤྱོད་དེ་དུར་བཞག་རེད་གསུངས་ད་གང་ལྟར་ཡིན་ན་ཡང་འགྲིག་རེད། སྐབས་འདིར་འབྲེལ་ཏེ་གསུངས་པ། བཀའ་འགྲོ་ལ་ཡོད་པ་བཞིན་འདིར་ཡང་འཆད་དོ། དེ་ལ།

བརྟེན་ནས་རང་གི་ལུས་ཀྱིས་མཆོད་སྦྱིན་བྱེད་པ་ཡིན། རང་གི་ལུས་ཀྱིས་མཆོད་སྦྱིན་བྱེད། ད་ལུས་ཀྱིས་མཆོད་སྦྱིན་དེ་དྲག་ཤོས་རེད་བ། ཡ་དེ་འདི་གི་ང་རང་ཚོ་འདི་ནང་ལ་རྐང་བ་ནང་ལ། དེ་ནས་སྤྱིར་རོ། རྐང་བ་གི་ནང་ལ་ཕྱི་ཡི་ཚོགས་དང་ནང་གི་ཚོགས་དང། སྣོད་བཅུད་འདོད་ཡོན་རང་བྱུང་ཕྱི་ཡི་ཚོགས། འབྱོར་ཚོགས་ཡོད་ཚད་འཚོ་བ་ནང་གི་ཚོགས། རང་ལུས་ཚོགས་སུ་སྤྱོད་པ་གསང་བའི་ཚོགས། དེ་ནས་སོང་བ་ད་དེ་ཡིན་དུས་གང་རང་རང་གི་ལུས་དེ་གསང་བའི་ཚོགས་རེད་ཚང་བ་ནང་ནས་ཚོགས་བ་དྲག་ཤོས་དེ་རེད། ཕྱིའི་སྣོད་བཅུད་སྣང་བ་ཐམས་ཅད་དབུས་བླངས་ན་ཀྱང་ཕྱི་ཡི་ཚོགས་རེད། དེ་ནས་རང་གི་འབྱོར་ཚོགས་ཞིང་དང་ཁང་པ་བུད་མེད་དང་བུ་ཕྲུག་ལག་སོགས་པའི་གི་ས་ཆ་ཡུལ་འདྲི་ཐམས་ཅད་སྤྱོད་བ་དེ་དེ་ནང་གི་ཚོགས་རེད། གསང་བའི་ཚོགས་དེ་རང་གི་ལུས་ཤ་ཁྲག་གི་ཕུང་པོ་ཐམས་ཅད་དེ་གཟན་སྐྱུར་དུ་བུར་བ་དེ་གསང་བའི་གི་ཚོགས་རེད་ད་ཚོགས་ཟེར་མཁན་དེ་དྲག་ཤོས་དེ་བཅོས་ཀྱི་ཚོགས་ཡིན་པའི་རྒྱུ་མཚན་དེ་རེད། དེ་ཡིན་དུས་གང་ལ་ཨོ་ཡང་རང་ལུས་ཀྱི་མཆོད་སྦྱིན་བྱེད་པ་ཡིན་ནོ་ཟེར་དེ་ཡང་དངོས་པོ་གཞན་ཐམས་ཅད་ཀྱང་རང་གི་ལུས་འདི་གསོ་བའི་ཆེད་དུ་འབད་རྩོལ་དང་རྩོལ་སྒྲུབ་གསོག་འཇོག་དང་གཅེས་སྤྲས་སོགས་བྱེད་པ་ཡིན་ལ། ལོངས་སྤྱོད་གཞན་ཐམས་ཅད་ལས་ཀྱང་རང་གི་ལུས་འདི་ཉིད་གཅེས་འཛིན་གྱི་ཨོ་ད་རི་བ་ཡ། རྒྱུ་བགོ་བའི་དུས་སུ་ངའི་ལུས་ཀྱི་དོན་དག་བགོ་བའི་དུས་སུ་མིང་བགོ་བ་ན་རང་གི་ལུས་ཀྱི་དོན་དག་བགོ་འོང་ཟེར། ང་ལ་ཐོབ་བགོ་བའི་དུས་སུ་ངའི་ལུས་དེ་རུ་ཐམས་ཅད་བགོ་རྒྱུ་དེ་ལུས་ཐོག་ལ་བགོ་བའི་ཨོ་རི་བ་དེ

ཐོགས་བཅས་བདུད་དང་ཐོགས་མེད་ཀྱི་བདུད་དང་ལྷ་བུའི་བདུད་དང་ཉོན་མོངས་པའི་བདུད་སེམས་བཞི་ཡོད་པར་སྙེམས་བྱེད་ཀྱི་བདུད་བདུད་བཞི་དེ་བཅོམ་དགོས་བར་ད་དེ་འདྲ་ལབ་ན་དེ་རིང་ང་ཚོ་གཅོད་ཁྲི་ཞེ་དྲག་གི་འདྲ་བོ་ཆགས་ཀྱི་རེད་ད་དེ་ཚོ་ངེད་ཅག་མགོ་གི་མིང་སྨོས་ས་སྨོས་ས་རེད་ད་དེ་ཚོ་ཐམས་ཅད་ལ་བལྟས་ན་ད་རྒྱལ་བ་ལྟ་ན་གཅོད་ཁྲི་ནང་ལྟ་བུ་རེད། ད་ལུས་གཅེས་པར་འཛིན་པ་བཅས་ཏེ་ས་ད་བཅད་སོང་བཅད་བཅད་བཏང་སྟེ་གཙོ་བོ་གཉན་ས་ལ་སོང་ནས་བཅད་དགོས་རེད་མ་གཏོགས་ཉལ་ས་དྲོན་པོ་ནང་ལ་བལྟས་ནས་གོ་ལོག་ཡག་པོ་གི་མི་སྟོང་ཕྲག་མང་པོ་མཉམ་སྡེབ་འབུར་འབུར་འབུར་འབུར་བཏང་རྒྱུ་དེ། ད་ཚོགས་བཏང་རྒྱུ་ཙམ་གྱིས་རེད་མ་གཏོགས་སྐད་ཆ་དེ་གཉན་ས་བརྒྱུད་རྒྱུ་གོ་མི་ཆོད་རེད། དེ་ནས་སྤྱོད་པ་དངོས་གནས་ཡིན་ན་དེ་གཉན་ས་ལ་སོང་ནས་ལུས་ཤ་ཁྲག་གི་ཚོང་སྐོར་སྐོར་ས་དེ་གཉན་ས་ལ་སོང་ནས་སྐོར་དགོས་ཡོད་རེད། དེ་ཡིན་དུས་སྤྱད་དེ་ཆོས་སྦྱིན་བྱ་བ་ནི་དངོས་པོ་གཞན་གྱི་གིས་ཆོས་སྦྱིན་བྱ་བ་ལས་ལྷག་པར་ཡང་ཕན་ཡོན་ཆེ་བ་ཡིན་ཏེ་ཇི་སྐད་དུ་རྟ་དང་གླང་པོ་བརྒྱ་འགྱུར་ཡིན། བུ་དང་ཆུང་མ་སྟོང་འགྱུར་ཡིན་ལུས་ཀྱི་མཆོད་སྤྱིན་འབུམ་འགྱུར་ཡིན་ཞེས་ཡས་སྟགས་དང་ཨ་སྦྱིན་པ་བཏང་བཏང་སྟེ་ཤི་བར་དཀོན་མཆོག་ལ་ཡར་དཀོན་མཆོག་ལ་མཆོད་པ་མར་ངེས་ལོངས་སྦྱིན་པ། དཀོན་མཆོག་སྤྲིན་བཞིན་སྒྲོན་མགོན་པོ་ཡོན་ཏན་གྱི་རུ་དྲུག་སྙིང་ཏིག་དང་རྒྱལ་རིགས་ལན་ཆགས་ཀྱི་སྒྲོན་དང་བཞི་ལ་སྒྲོན་བཞི་ལ་བསྔོ་བ་བྱེད་པ་ད་ཅི་སུ་ལ་ཡིན་ན་སྒྲོན་བཞི་རེད་སང་ལ་ཡིན་ན་སྒྲོན་བཞི་རེད་ད་སྒྲོན་བཞི་ལས་ཆོག་པ་མི་མཁན་ཅི་ཡང་མ་རེད། ཡང་ཞེས་དང་མ་གཅིག་གིས་ཤར་ནས་མ་གཅིག་ལབ་སྒྲོན་གྱི་ཤར་ནས་ཆགས་མེད་ལུས་འབྱིན། ཆགས་མེད་ལུས་འབྱིན་བྱེད་པ་དེ་ཚོགས་གཉིས་ཡིན་པར་མ་ཤེས་ན་ཕུང་པོ་སྐྱེད་སྲིང་བྱེད་པ་དེ་མ་སྤྲུལ་པའི་སྐུ་ལ་མཐོལ་ལོ་བཤགས་ལ་རེ་འདས། ཆགས་མེད་ལུས་འབྱིན་བྱེད་པ་དང་ཆགས་མེད་སྲིད་དུ་གང་རང་གི་ལུས་ལ་མ་ཆགས་ནས་ངའི་ལུས་གཙང་མ་བདེ་བ་རྟག་པ་བདེན་པ་ཡིན་དེ་འདྲ་ཆེས་མ་ཆགས་ནས། ཆགས་མེད་ལུས་འབྱིན་བྱེད་པ་དང་ཆགས་པ་མེད་པའི་སྒོ་ནས་རང་གི་ལུས་དེ། ཡང་དེ་ནས་ཁར་པར། འབྲས་དང་བདུན་དང། གཙོ་བོ་དེ་ནས་ཤ་ཁྲག་ཟགས་ཡན་ལག་འབྱིན་པར་མ་བྱས་པ་ཡིན་ན། ཚོགས་གཉིས་ཡིན་པར་བྱིན་པ་དེས་རང་གི་དེ་ནས་སྤྱོད་བཏང་རྒྱུ་དེ་ཚོགས་གཉིས་དམིགས་བྱའི་སོ་ན་རུ་སྨིན་བའི་གཞི་གི་ཚོགས་ཡིན་པར་མ་ཤེས་ནས། ཕུང་པོ་གཅེས་འཛིན་བྱེད་པ་དེ་རང་གི་ཕུང་པོ་དེ་གཙང་མ་ཡིན་བདེ་བ་ཡིན་རྟག་པ་ཡིན་བསམ་དེ་འདྲ་འབྱིན་ཙམ་ནི་ཨོ་འདི་དེ་དངོས་པོའི་གནས་ཚུལ་དང་འགལ་བ་དེ་ནས་བསྐུར་བར་མ་སྤྲུལ་བས་བསྐུར་ལ་དེ་ནས་མ་ཁྲོ་མོས་འཕྲོག་མ་ནང་མིས་བསྐུར་ལ་དེ་ནས་བཤགས་པ་བྱེད་ཀྱི་ཡིན་ད་ཁྲོ་མ་ལ། ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་མོ་རེད་ཆོས་སྐུ་ཀུན་ཏུ་བཟང་མོ་རེད་ལོངས་སྐུ་རྡོ་རྗེ་ཕག་མོ་རེད་སྤྲུལ་སྐུ་ཁྲོ་མ་ནག་མོ་རེད་ཨོ་ཡ་ད་དེ་ལྟ་བུའི་གེ་དེ་ནས་ཡང་སྤྲུལ་ཡེ་ཤེས་ཚོལ་རྒྱལ་དང་ཡང་སྤྲུལ་ནི་དེ་ནི་ང་རང་ཚོ་ཡིན་ན་མ་གཅིག་ལབ་སྤྲུལ་ཚོ་རེད་དེ་ལྟེ་བའི་གི། ཞེས་གསུང་དེ་ཡང་དང་པོ་རང་ཉིད་མ་གཅིག་ལབ་སྤྲུལ་དེ་ཡེ་ཤེས་འཚོལ་རྒྱལ་གི་སྤྲུལ་བ་ཡིན་སྲིད་དོ། ཨོ་ཡ་དེ་ཡིན་དུས་གང་དེ་ཡང་དང་པོ་རང་ཉིད་དམིགས་པ་ལ་གོང་བུ་ཡོད་ན་རྣམ་ཤེས་ནམ་མཁར་འཕངས་ཟེར་ད་འདི་དེ་དངོས་གནས་བྱེད་མཁན་ཡིན་ན་གཟུང་འཛིན་འཁྲུལ་བ་དེ་གཅིག་འདི་ནས་མ་འབྲལ་མཁན་ནི་དཔེ་འབྲེལ་ཆགས་པོ་བྱུང་ས་རེད།

ངའི་དེ་ཡང་དང་པོ་རང་ཉིད་དམིགས་པ་ལ་གོམས་པོ་ཡོད་ན་རྣམ་ཤེས་ནམ་མཁར་འཕངས། ཨོ་ཡ་སྐད་ཅིག་གིས་དེ་འཕྲོ་མར་སྐྱེས་པ་དང་སྐྱེས་ཀྱང་འདྲ་དེ་ལྟར་མིན་ན་རང་གི་སྙིང་དབུས་སུ་སེམས་རྣམ་པར་ཤེས་པའི་གི་ངོ་བོ་མ་གཅིག་འཕྲོ་མ་ནག་མོ་གར་ཐབས་ལེགས་ངེས་ཡོད་པ་ཟད་ད་ལྟ་འདི་སྐོར་བར་ལམ་ཚང་དངོས་གཞིའི་ཁོ་རང་མིག་ལས་ང་རང་ཚོ་འཕྲོ་མ་ནས་ན་ཨོ་ཡ་དེ་ནས་གཟུང་འཛིན་འཁྲུལ་བའི། གཟུང་འཛིན་འཁྲུལ་བ་དེ་དཔལ་གྱི

ཨོ་མ་ཨོང་ཞེས་ད་དེ་རིང་ཚོགས་བཏང་དུས་རྐང་ལག་གཅིག་གཅིག་སྦྱོང་བྱེད་ཡི་གེ་གསུམ་ཟེར་མཁན་གཅིག་དང་དེ་ནི་རམ་ཡམ་ཁམ་དེ་ནི་སྦྱོང་བྱེད་ཡི་གེ་རེད་ཨོ་མ་ཨོང་ནི་བྱིན་གྱིས་བརླབས་པའི་གི་སྔགས་གསུམ་རེད་ཨོ་ད་དེའི་ལྟེ་བའི་གི་དེ་ནི་ད་དེ་ཟེར་ཨོ་མ་ཨོང་དེ་པད་གི་དེ་ནི་འདི་རེད་གང་ཚད་ཟེར་ན་བྱིན་རླབས་ཆེན་པོ་རེད་ཨོ་མ་ཨོང་ཞེས་བརྗོད་པའི་གི་ཚད་ཨ་ཐུང་ལས་མེ་འབར་ཐོད་པའི་ཐོད་པ་དྲུད་ནས་ཟེར་ནང་གི་བམ་རོ་དེ་བདུད་རྩི་གི་རང་བཞིན་དུ་སོ་སོ་རོ་རོ་ཟེར་དེ་ནས་གཏམ་པ་མར་མར་གུ་ཐམས་ཅད་ཞུས་ནས་སོ་རོ་རོ་སོར་ཚོར་ཟེར་མཁན་ལ་ཞེས་ཞུས་ནས། ཁོལ་ཏེ་ཐོད་སྤུད་ཀྱི་ཁ་གང་ཟེར། གང་ནི་ཟེར་འབག་བཙོག་ཟེར་དེ་གང་བཙོག་པ་ཐམས་ཅད་དེ་ནི་རྣག་དང་ཁྲག་དང། སྐྱག་པ་དང་གཅིན་པ་ལ་སོགས་པ་དང་དེ་ནང་བཞིན་ཅིག་གིས་དེ་ཚོ་ཐམས་ཅད་དེ་འབག་བཙོག་ཐམས་ཅད་དྲི་མ་མ་དག་པའི་ཆ་ཐམས་ཅད་འབུ་བ་དང།

ཟས་ནི་རོ་བཞིན་པ་ལ་སོགས་པའི་འདོད་པའི་ཡོན་ཏན་ཐམས་ཅད་ཕུན་སུམ་ཚོགས་པ་ཅན་ཡོད་པའི་གེགས་དེ་ནི་དམིགས་ནས་འོ་ཡ་དེ་ནི་དཀོན་མཆོག་གསེར་གྱི་མགོན་པོ་ཡོན་ཏན་རིགས་དྲུག་གི་རྣལ་འབྱོར་ཐམས་ཅད་ལ་དེ་ནི་མཆོད་པ་ཕུལ་དགོས་རེད་དྲིས་དེ་ནི་ཀྱེ་མིག་གི་རྣམ་པར་ཤེས་རེ་ལོས་ཏེ་ཚེ་གླང་པ་ཧང་ཡིག་ལ་ཕོག་པས་ད་གླང་པ་ཧང་ཡིག་ལ་ཕོག་དེ་ཧང་ཡིག་ཀྱང་བྲོས་ཏེ་བདུད་རྩི་དཀར་དམར་གྱི་རྒྱུན་བབས་པས་ཟས་དག་ལ་གླང་པ་དེ་ཡར་ཕོག་ནས་དེ་ནི་ཧང་ལ་ཕོག་ཧང་གིས་དེ་ནི་བསྙེས་ནས་བདུད་རྩི་དཀར་དམར་ཟས་དག་དེ་ལྟེ་བའི་བབས་པའི་གེགས་ཡང་ཡང་གཉིས་མེད་དུ་འདྲེས་ཤིང་མཐར་ཧང་ཡིག་ཀྱང་འོག་ཏུ་ལྟེམ་གྱིས་ཞུས་ནས་ཐོད་ཕིག་གི་བདུད་རྩི་དང་གཉིས་མེད་དུ་ཐིམ་པར་བསམ། དེ་ནས་ཕས་སེ་ལ་བརེ་ད་ལུས་གཅེས་འཛིན་སེ་ལ་བརེ་དེ་འདི་ང་རང་སྙིང་ཐིག་ཁོ་རང་གི་ང་རང་ཚོ་འདི་ནང་ལ་བཏགས་མཁན་ཡིན་ན་དེ་འདི་འདྲ་རེད་དོ། ཡ་དེ་འདི་གང་ལ་ད་ང་འདི་བློ་ལ་འགྲོ་འོས་མིན་ངེད་འདི་ནག་གོང་སྐྱབས་གནས་ལ་བྲིས་བཅུག་ཡིན།

དང་འདི་སྣང་ལ་དོན་དག་པས་འདྲིལ་འདོད་རེད་དེ་ནི། འདི་སྣང་ལ་དོན་དག་གང་འདྲིལ་འདོད་རེད་ཟེར་ན་འདི་འཇིགས་མེད་གླིང་པའི་གསུང་དེ་བྱིན་རླབས་ཆེ་བ་མེད་དེ་གང་ལ། འདིའི་ཚིག་ཀ་གསུམ། ཚིག་ཤོ་ལོ་ཀ་གཉིས་དེ་གའི་ནང་ལ་བདུད་བཞི་བཅོམ་ཟེར་བདུད་བཞི་གང་རེད། ལྷ་ཡི་བུ་གི་བདུད། ཉོན་མོངས་པའི་བདུད་འཆི་བདག་བདུད། འོ་ཡ་དེ་ཕུང་པོ་གི་བདུད་དེ་ཕུང་པོ་གི་བདུད་བཞི་རེད་དེ་བདུད་བཞི་དེ་བཅོམ་ཟེར་བ་བྱོས

ཟས་ནི་རོ་བཞིན་པ་ལ་སོགས་པའི་འདོད་པའི་ཡོན་ཏན་ཐམས་ཅད་ཕུན་སུམ་ཚོགས་པ་ཅན་ཡོད་པའི་གིས་དེ་ནི་དམིགས་ནས་འོ་ཡ་དེ་ནི་དཀོན་མཆོག་གསེར་གྱི་མགོན་པོ་ཡོན་ཏན་རིགས་དྲུག་གི་རྣལ་འབྱོར་ཐམས་ཅད་ལ་དེ་མཆོད་པ་ཕུལ་དགོས་རེད་དྲི། དེ་ནི་ལྟོས་མིག་གི་རྣམ་པར་ཤེས་རེ་བློས་ཏེ་ཚེ་གླང་པ་ཧང་ཡིག་ལ་ཕོག་པས་ད་གླང་པ་ཧང་ཡིག་ལ་ཕོག་དེ་ཧང་ཡིག་ཀྱང་བྲོས་ཏེ་བདུད་རྩི་དཀར་དམར་གྱི་རྒྱུན་བབས་པས་ཟས་ད་གླང་པ་དེ་ཡར་ཕོག་ནས་དེ་ནས་ཧང་ལ་ཕོག་ཧང་གིས་དེ་ནི་བསྙེས་ནས་བདུད་རྩི་དཀར་དམར་ཟས་ད་དེ་ལྟེ་བའི་བབས་པའི་གིས་ཡང་ཡང་གཉིས་མེད་དུ་འདྲེས་ཤིང་མཐར་ཧང་ཡིག་ཀྱང་འོག་ཏུ་ལྟེམ་གྱིས་ཞུས་ནས་ཐོད་སྤུས་ཀྱི་བདུད་རྩི་དང་གཉིས་མེད་དུ་ཐིམ་པར་བསམ། དེ་ནས་ཕས་སེ་ལ་བརེ། ད་ལུས་གཅེས་འཛིན། དེ་འདི་ང་རང་སྙིང་ཐིག་ཁོ་རང་གི་ང་རང་ཚོ་འདི་ནང་ལ་བཏགས་མཁན་ཡིན་ན་དེ་འདི་འདྲ་རེད་འདུག་བ། ཡ་དེ་འདི་གང་ལ་ད་ང་འདི་བློ་ལ་འགྲོ་གི་མི་ངེས་འདི་ནག་གོང་སྐྱབས་གནས་ལ་བྲིས་བཅུག་ཡིན།

དང་འདི་སྣང་ལ་དོན་དག་པས་འདྲིལ་འདོད་རེད་དེ་ནི། འདི་སྣང་དོན་དག་གང་འདྲིལ་འདོད་རེད་ཟེར་ན་འདི་འཇིགས་མེད་གླིང་པའི་གསུང་དེ་བྱིན་རླབས་ཆེ་བ་མེད་དེ་གང་ལ། འདིའི་ཚིག་ཀ་གསུམ། ཚིག་ཤོ་ལོ་ཀ་གཉིས་དེ་གའི་ནང་ལ་བདུད་བཞི་བཅོམ་ཟེར་བདུད་བཞི་གང་རེད། ལྷ་ཡི་བུ་གི་བདུད། ཉོན་མོངས་པའི་བདུད་འཆི་བདག་བདུད། ཨོ་ཡ་དེ་ཕུང་པོ་གི་བདུད་དེ་ཕུང་པོ་གི་བདུད་བཞི་རེད་དེ་བདུད་བཞི་དེ་བཅོམ་ཟེར་བམ་ཆོས

ཟས་ནི་རོ་བཞིན་པ་ལ་སོགས་པའི་འདོད་པའི་ཡོན་ཏན་ཐམས་ཅད་ཕུན་སུམ་ཚོགས་པ་ཅན་ཡོད་པའི་གེགས་དེ་ནི་དམིགས་ནས་འོ་ཡ་དེ་ནི་དཀོན་མཆོག་གསེར་གྱི་མགོན་པོ་ཡོན་ཏན་རིགས་དྲུག་གི་རྣལ་འབྱོར་ཐམས་ཅད་ལ་དེ་མཆོད་པ་ཕུལ་དགོས་རེད་དྲི། དེ་ནི་ལྟོས་མེད་ཀྱི་རྣམ་པར་ཤེས་རེ་ལོས་ཏེ་ཚེ་གླང་པ་ཧང་ཡིག་ལ་ཕོག་པས་ད་གླང་པ་ཧང་ཡིག་ལ་ཕོག་དེ་ཧང་ཡིག་ཀྱང་བྲོས་ཏེ་བདུད་རྩི་དཀར་དམར་གྱི་རྒྱུན་བབས་པས་ཟས་དག་ལ་གླང་པ་དེ་ཡར་ཕོག་ནས་དེ་ནས་ཧང་ལ་ཕོག་ཧང་གིས་དེ་ནས་བསྙེས་ནས་བདུད་རྩི་དཀར་དམར་ཟས་དག་དེ་ལྟེ་བའི་བབས་པའི་གེགས་ཡང་ཡང་གཉིས་མེད་དུ་འདྲེས་ཤིང་མཐར་ཧང་ཡིག་ཀྱང་འོག་ཏུ་ལྟེམ་གྱིས་ཞུས་ནས་ཐོད་ཕིག་གི་བདུད་རྩི་དང་གཉིས་མེད་དུ་ཐིམ་པར་བསམ་ལ། དེ་ནས་བྷེ་སི་ལ་བྷེ་ད་ལུས་གཅེས་འཛིན་སི་ལ་བྷེ་དེ་འདི་ང་རང་སྙིང་ཐིག་ཁོ་རང་གི་ང་རང་ཚོ་འདི་ནང་ལ་བཏགས་མཁན་ཡིན་ན་དེ་འདི་འདྲ་རེད་དོ། ཡ་དེ་འདི་གང་ལ་ད་ང་འདི་བློ་ལ་འགྲོ་གི་མི་ངན་འདི་ནག་གོང་སྐྱབས་གནས་ལ་བྲིས་བཅུག་ཡིན།

དང་འདི་སྣང་ལ་དོན་དག་པས་འདྲིལ་འདོད་ལ་དེ་ནི། འདི་སྣང་དོན་དག་གང་འདྲིལ་འདོད་ལ་ཟེར། འདིས་འཇིགས་མེད་གླིང་པའི་གསུང་དེ་བྱིན་རླབས་ཆེ་བ་མེད་དེ་གང་ལ། འདིས། ཚིག་ཀ་གསུམ། ཚིག་ཤོ་ལོ་ཀ་གཉིས་དེ་གའི་ནང་ལ། བདུད་བཞི་བཅོམ་ཟེར་བདུད་བཞི་གང་རེད། ལྷ་ཡི་བུ་གི་བདུད། ཉོན་མོངས་པའི་བདུད་འཆི་བདག་བདུད། ཨོ་ཡ་དེ་ཕུང་པོ་གི་བདུད་དེ་ཕུང་པོ་གི་བདུད་བཞི་རེད། འདི་བདུད་བཞི་འདི་བཅོམ་ཟེར་བམ་ཆོས།

ཟས་ནི་རོ་བཞིན་པ་ལ་སོགས་པའི་འདོད་པའི་ཡོན་ཏན་ཐམས་ཅད་ཕུན་སུམ་ཚོགས་པ་ཅན་ཡོད་པའི་གེགས་དེ་ནི་དམིགས་ནས་འོ་ཡ་དེ་ནི་དཀོན་མཆོག་གསེར་གྱི་མགོན་པོ་ཡོན་ཏན་རིགས་དྲུག་གི་རྣལ་འབྱོར་ཐམས་ཅད་ལ་དེ་ནི་མཆོད་པ་ཕུལ་དགོས་རེད་དྲིས་དེ་ནི་ཀྱེ་མིག་གི་རྣམ་པར་ཤེས་རེ་ལོས་ཏེ་ཚེ་གླང་པ་ཧང་ཡིག་ལ་ཕོག་པས་ད་གླང་པ་ཧང་ཡིག་ལ་ཕོག་དེ་ཧང་ཡིག་ཀྱང་བྲོས་ཏེ་བདུད་རྩི་དཀར་དམར་གྱི་རྒྱུན་བབས་པས་ཟས་དག་ལ་གླང་པ་དེ་ཡར་ཕོག་ནས་དེ་ནི་ཧང་ལ་ཕོག་ཧང་གིས་དེ་ནི་བསྙེས་ནས་བདུད་རྩི་དཀར་དམར་ཟས་དག་དེ་ལྟེ་བའི་བབས་པའི་གེགས་ཡང་ཡང་གཉིས་མེད་དུ་འདྲེས་ཤིང་མཐར་ཧང་ཡིག་ཀྱང་འོག་ཏུ་ལྟེམ་གྱིས་ཞུས་ནས་ཐོད་སྤུས་ཀྱི་བདུད་རྩི་དང་གཉིས་མེད་དུ་ཐིམ་པར་བསམ། དེ་ནས་བྷེ་སི་ལ་བྷེ་དག་ལུས་གཅེས་འཛིན། དེ་འདི་ང་རང་སྙིང་ཐིག་ཁོ་རང་གི་ང་རང་ཚོ་འདི་ནང་ལ་བཏགས་མཁན་ཡིན་ན་དེ་འདི་འདྲ་རེད་དོ། ཡ་དེ་འདི་གང་ལ་ད་ང་འདི་བློ་ལ་འགྲོ་འོས་མིན་ངེད་འདི་ནག་གོང་སྐྱབས་གནས་ལ་བྲིས་བཅུག་ཡིན།

དང་འདི་སྣང་ལ་དོན་དག་པས་འདྲིལ་འདོད་རེད་དེ་ནི། འདི་སྣང་ལ་དོན་དག་གང་འདྲིལ་འདོད་རེད་ཟེར་ན་འདི་འཇིགས་མེད་གླིང་པའི་གསུང་དེ་བྱིན་རླབས་ཆེན་པོ་མེད་དེ་གང་ལ། འདིའི་ཚིག་ཀ་གསུམ། ཚིག་ཤོ་ལོ་ཀ་གཉིས་དེ་གའི་ནང་ལ་བདུད་བཞི་བཅོམ་ཟེར་བདུད་བཞི་གང་རེད། ལྷ་ཡི་བུ་གི་བདུད། ཉོན་མོངས་པའི་བདུད་འཆི་བདག་བདུད། འོ་ཡ་དེ་ཕུང་པོ་གི་བདུད་དེ་ཕུང་པོ་གི་བདུད་བཞི་རེད་དེ་བདུད་བཞི་དེ་བཅོམ་ཟེར་བམ་ཆོས་དེ་ནི་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་རེད་ད་དངོས་གནས་བདུད་བཞི་བཅོམ་ན། དེའི་འདུལ་གང་ལ་ད་འདོད་ན་དེ་ཚོ་ཐམས་ཅད་ཀྱི་དེ་ནས་ཕོད་ཀྱི་ང་རང་ཚོ་ཆོས་ཀྱི་ཏང་སྐྱིད་དེ་སྡང་འཛིན་བྱེད་དགོས་རེད་སྡང་འཛིན་བྱེད་རྒྱུ་ཚོ་བདུད་བཞི་བཅོམ་དགོས་རེད་ཨོ་ཡ་དེ་བདུད་བཞི་བཅོམ་པར་བྱེད་པ་ལ་ཨོ་ཡ་དེ་ལུས་གཅེས་འཛིན་གྱི་ཐོས་བ་ཐམས་ཅད་ནི་དུར་ཁྲོད་ལ་སོགས་པ་སོང་ནས་ཨོ་ཡ་དེ་དེ་དེ་བས་རང་གི་ལུས་ལ་གཅེས་འཛིན་འདུག་དང་མི་འདུག་ད་ཀྱི་བླ་མེད་ཀྱི་ལྟ་བ་ངོ་སྤྲད་པ་ཐམས་ཅད་རང་གི་དེ་ནི་གཉན་སར་འགྲོ་བའི་གནས་སྐབས་སུ་ལྟ་བ་ལམ་ལ་ལོང་གི་འདུག་དང་མི་འདུག་ཨོ་ཡ་དེ་ཡིན་དུས་ང་རང་ཚོ་འདི་ཟེགས་འདུག་བ་དེ་ནི་ང་རང་ཚོ་འདི་ཆོས་ཕིག་གི་རྒྱུ་བ་ནང་ལ།

ཨོ་ཡ་དེ་ནས་ལྷུང་བཟེད་བྱུང་བའི་ལོ་རྒྱུས་ལ་སོགས་པ་དེ་ཚོ་དཔེ་ཇི་ལབ་ཅིང་དབོན་སྡེ་རྒྱལ་རིན་པོ་ཆེ་བསམ་ཡས་ཆུན་པོ་གིས་དེ་ནས་བསམ་ཡས་ལ་ཕེབས་ནས་དེ་ནས་དཔེ་ཧར་དཀོར་མཛེས་གླིང་ལ་དེ་ནས་ང་རང་ཚོ་ཡིན་ན་དེ་ནས་གཉན་ས་སྐྱེས་རབས་དང་ད་ང་ཚོ་སྙེ་མ་གི་དེ་བླ་མ་གྲགས་གྲགས་ཐམས་ཅད་ཅིག་རྟོགས་པ་ཐོབ་ཐང་ཚོ་གཉན་ས་ལ་སོང་ནས་ཐོབ་པའི་ལོ་རྒྱུས་ཁ་རྐྱང་འདུག་ཨོ་ཡ་དེ་འདྲ་གི་གཉན་ས་ལ་སོང་ནས་དེ་ནས་འབྲས་དང་བདུན་དང་དེ་འདྲ་ཐོབ་ནས་དེ་དེ་ལྟེ་བའི་ལ་དེ་ནས

མི་ལྤགས་གཡང་ཞིག་གིས་དེ་ནས་བཅང་དགོས་པའི་རྒྱུ་མཚན། དེ་ཚོ་ཐམས་ཅད་དེ་དེར་ང་རང་ཚོ་གི་དབང་ཆེན་རྒྱལ་བ་ནང་ལ་ཡོད་རེད། དེ་ཚོ་ཐམས་ཅད་དབང་ཆེན་ཡོད་རེད་དེ། ད་དེ་ཚོ་རེ་རེ་ལ་ཉམས་ལེན་རེ་རེ་དགོས་ཟེར་བའི་སྐད་ཆ་རེད། ཉམས་ལེན་རེ་རེ་དགོས་ཟེར་དུས་གང་ལ་ཅོག་པུ་པུ་ཅོག་རྒྱུའི་དོན་ར་ཅི་རེད། ཁང་པ་སྤོང་ཟེར་བའི་དོན་དང་ར་ཁང་པ་སྤོང།

ཨ་ཡིག་གིས་མང་པོར་སྤེལ་ཧུང་གིས་གང་ལ་གང་འདོད་ཀྱི་དངོས་པོར་བསྒྱུར་ཏེ་བསྟན་དུས་གང་ལ་ཧུང་གིས་གང་ལ་གང་འདོད་ཀྱི་དངོས་པོར་བསྒྱུར་ཏེ། ཟག་མེད་ཡེ་ཤེས་ཀྱི་བདུད་རྩི། བདུད་རྩི། འདོད་རྒུའི་ཡིད་བཞིན་གྱི་གཞི་གི་སྤྲིན་འཕྲོ་བས་ཀྱི་རོལ་བ་དང་རང་བཞིན་དུ་འགྱུར་བར་བསམ། དེ་ན་རང་གི་མདུན་གྱི་ནམ་མཁར་རིན་པོ་ཆེའི་ཁྲི། ཁྲི་རྐང་དར་ཟབ་འབོལ་ཚིགས་དང་བཅས་པའི་སྟེང་དུ་དྲིན་ཆེན་རྩ་བའི་བླ་མ་སྐུ་དངོས་སུ་བཞུགས་པ་དེའི་སྟེང་གི་གི་ཚ་ལ་རྩ་རྒྱུད་ཀྱི་བླ་མ་བར་གྱི་བྱ་ལ་ཡི་དམ་གྱི་ལ་ཐོད་ཕིག་གི་ཁ་ཡི་ཡིག་གི་ཐད་ཀྱི་གི་ནམ་མཁའ་ལ་དཔལ་ཀུན་འདུས་འཇུ་ཚ་ང་ལ་སོགས་པའི་ཡེ་ཤེས་དང་ལས་ལས་སྤྲུལ་པའི་ཆོས་སྐྱོང་དཀྲུང་མིག་གི་ཚོགས་དང་ཡུལ་ལྷ། གཞི་བདག་ལ་སོགས་པ་འཁོད། བགེགས་རིགས་སྟོང་ཕྲག་བརྒྱ་ཅུ་ཞི་བའི་གི་དོན་ཆེན་ཚོགས་ང་ལ་སོགས་པའི་གི་བགེགས་རིགས་ལན་ཆགས་ཀྱི་མགྲོན་གཙོ་བོར་གྱུར་བས་ཁམས་གསུམ་གྱི་རིགས་དྲུག་གི་སེམས་ཅན་ཐམས་ཅད་ཉི་ཟེར་ལ་རྡུལ་འཁྲིགས་པ་ལྟར་བསྐྱེད་དེ་ནས་སྟེང་གི་གི་རྩ་རྒྱུད་ཀྱི་ལྷ། དེ་ཚོ་མི་དགོས་ཆེད་མི་འདུག་ཡར་ལྟ་བར་ན་རེ་བའི་འདོན་བྱས་ནས་བླ་མ། སངས་རྒྱས་དང་བྱང་ཆུབ་སེམས་དཔའི་ཀྱི་ཚོགས་དང་བཅས་པ་ཐམས་ཅད་ཀྱི་ལྗགས་རྡོ་རྗེའི་བུ་གུ་ཅན་གྱི་ཀྱི་བདུད་རྩིའི་བཅུད་དྲངས་ཏེ་གསོལ། རང་གི་ཚོགས་རྫོགས་སྒྲིབ་པ་དག་དང་དམ་ཚིག་ཉམས་ཆག་སྦྱངས་མཆོག་ཐུན་མོང་གི་དངོས་གྲུབ་ཐོབ་པར་ཟེར། བར་ན་ཡི་དམ་རྒྱུད་སྡེ་ཞི་དྲུག་གི་ལྷ་ཚོགས་རྣམས་ཀྱི་ཀྱི་ལྗགས་རང་རང་གི་ཕྱག་ཕྱག་མཚན་རྡོ་རྗེ་འཁོར་ལོ་རིན་ཆེན་པད་མ་རྒྱ་གྲམ་ལ་སོགས་པའི་ཀྱི་རྣམ་པའི་ཀྱི་བུ་གུ་ཡི་བདུད་རྩིའི་བཅུད་དྲངས་ཏེ་གསོལ། ངས་ཆོས་བསྟང་མཁན་ཚོ་ལ་ང་མི་དགའ་བ་སྐད་ཆ་མ་རེད་ད་ཁྱོད་ག་ཚོད་བཏང་ན་དགའ་བོ་ཡོད་མ་ཅིག་ལབ་ཕྲེང་འདི་དམ་པ་སངས་རྒྱས

ཐུན་གྱི་ནི་མོན་པི་ཀའི་ལེགས་ཚོགས་ཐམས་ཅད་འཕེལ་བར་བསམ། དེ་ལྟར་མགྲོན་པར་མགྲོན་ལ་དཀར་འགྱེད་ཡིན་ནོ། དེ་ནས་རང་ཉིད་དམིགས་པ་ལ་དམིགས་པ་ལ། མགོན་པོ་ཡོད་ཡོད་ན་རང་ཉིད་མ་གཅིག་ཁྲོ་མ་ནག་མོ་གསར་བི་ཀའི་ཐུགས་ཀ་ནས་ལས་ཕྱིར་གྱི་མཁའ་འགྲོ་མ་དཀར་སེར་དམར་ལྗང་མཐིང་ག་བརྒྱ་སྟོང་གྲངས་མེད་པ་ཉི་ཟེར་ལ་རྡུལ་འཁྲིགས་པ་ལྟར་དུ་ཇི་ཡིས་སྤྲོས་ནས་དེ་དག་གི་ཁམས་གསུམ་འགྲོ་བ་རིས་དྲུག་གི་སེམས་ཅན་ཐམས་ཅད་ལ་གནོད། ཡེ་ཤེས་ཀྱི་བསྐལ་པ་ལ་ཡེ་ཤེས་ཀྱི་ལ་ཟངས་གང་བ་བཅུད་དུ་ཟག་མེད་ཀྱི་བདུད་རྩི་གང་བ་རེ་རེས་སྦྱིན་པའི་གིས་བསྒོམ་ཞིང་ཚིམ་པར་བསམ། ཡང་རང་ཉིད་དེའི་དམིགས་པ་ལ་གོང་བུ་མེད་ན་ས་རང་ཉིད་ཁྲོས་མར་གསལ་བའི་གིས་ཕྱག་གཡོན་པས་གིས་ཐོད་པ་དེ་ཉིད་ཀྱི་ཕྱག་གཡོན་པས་གིས་ཐོད་པ་དེ་ཉིད་ཀྱི་ཐོད་པའི་གིས་བདུད་རྩི་ཡི་བཅུད་བཅུས་ཤིང། དོར་བས་ཁམས་གསུམ་རིགས་དྲུག་གི་གནས་སུ་བདུད་རྩིའི་ཆར་བ་ལ་ཐམས་ཅད་ཀྱིས་འཐུང་བས་གྱིས་ངོམས་ཤིང་ཚིམ་པར་འགྱུར་རོ། དེ་ནི་མ་ར་སྒྲོན་ལ་དཀར་སྐྱིད་ཡིན། ཡང་བདུད་རྩིའི་ཁོལ་བུས་ཀྱིས་བླངས་པ་ལས། བླངས་པ་ལས་ཡར་མཆོད་ཡུལ་ལ་མཆོད་ཡོན་ཞབས་བསིལ་མེ་ཏོག་བདུག་སྤོས་མར་མེ་དྲི་ཆབ་ཤ་ཟའི་རོལ་མོ་བཀྲ་ཤིས་རྟགས་བརྒྱད་རྒྱལ་ཁྲི་སྣ་བདུན། རྒྱལ་ཁྲི་སྣ་བདུན། འཕན་གདུགས་རྒྱལ་མཚན་བླ་རེ་གསེར་གྱི་འཁོར་ལོ་རྩིབས་སྟོང། དུང་དཀར་གཡས་སུ་འཁྱིལ་བ་ལ་སོགས་པ། དེ་ནས་མཆོད་སྤྲིན་བསམ་གྱིས་མི་ཁྱབ་པོས་མི་ཁྱབ་པ་སྤྲོས་ནས་མཆོད། རང་བཞིན་སེམས་ཅན་ཐམས་ཅད་ཀྱི་ཚོགས་རྫོགས་སྒྲིབ་པ་དག་པར་བྱས། དེ་ཡང་ས་མགྲོན་ལ་ཕྲ་འགྱེད་ཡིན། ཡང་ས་མར་མགྲོན་རིགས་དྲུག་གིས་སེམས་ཅན་ཐམས་ཅད་ལ་རང་རང་གང་ལ་གང་འདོད་ཅི་ལ་ཅི་འདོད་ཀྱི་ཡོ་བྱད་ཐམས་ཅད་ཆར་བཞིན་དུ་བབས་པས་ཐམས་ཅད་དགའ་མགུ་ཚིམ་ཞིང་ཡི་རང་ཁྱད་པར་རང་གི་གི་ཚེ་འཁོར་བ་ཐོག་མ་མེད་པ་ནས་བཟུང་སྟེ

སྨྲ་བ་ས་ཞིང་གི་ལན་ཆགས། གཉེན་གྲོགས་བཀྲིས་བདེ་གི་ལན་ཆགས་བུ་ཚ་ཤུགས་ཀྱིས་ཀྱི་ལན་ཆགས་ཟ་བ་ཟས་ཀྱི་ལན་ཆགས་དགོས་པ་དགོས་ཀྱི་ལན་ཆགས་བུ་ལེན་འབྲེལ་གྱི་ལན་ཆགས་ཞོ་ཞོ་བུས་ཀྱི་ལན་ཆགས་ཁལ་ཀལ་བུས་ཀྱི་ལན་ཆགས་དམུས་དམའ་བུས་ཀྱི་ལན་ཆགས་བེ་ལྕེ་བུས་ཀྱི་ལན་ཆགས་ལ་སོགས། ཚེ་ལེན། གྲོགས་ལེན་ཤ་ལེན་རུས་ལེན་ཆམ་ཆག་བུས་ཀྱི་བུ་ལོན་ཤ་ཤ་འཁོན་གྱི་བདག་པོ་བདག་མོ་ཐམས་ཅད།

སྐྱེད་ཚལ་འདོད་པ་ལ་སྐྱེད་ཚལ་ཞོན་པ་འདོད་པ་ལ་ཞོན་པ་གནས་ཁང་འདོད་པ་ལ་གནས་ཁང། དེ་རྩེད་མོ་རྩ་རྒྱུད་ནང་བཞིན་བྱས་ནས་འདི་རུ་དཀྲོག་རྒྱུ་དེ་རྩ་ནི་ཡིན་ས་མ་རེད། དེ་ཡིན་དུས་ཀྱང་གཉེན་གྲོགས་འདོད་པ་ལ་གཉེན་གྲོགས་ལ་སོགས་འདོད་དགུ་གི་ལོངས་སྤྱོད་ཟད་པ་མེད་པའི་གཏེར་དུ་གྱུར་ནས་ཆར་དེ་རེ་བབས་པ་ལ་རང་རང་གི་ལོངས་སྤྱད་ནས་ལན་ཆགས་ཤ་འཁོན་བུ་ལོན་གསོབ་ཤ་ཀུན་སྦྱངས་སྡིག་སྒྲིབ་དག་ཐམས་ཅད་ཀྱང་བསྒོམ་ཞིང་ཚིམ་སྟེ་དགའ་བར་བསམ། དེ་ཡང་དེ་དག་གིས་ལྷག་མ་མཁས་བཞིན་པ་དབང་ཕྱུག་པ་ཤ་བོ་ལོང་བ་འོན་པ་ལྐུགས་པ་ལ་སོགས་པའི་རིགས་དྲུག་གི་སེམས་ཅན་སྡུག་བསྔལ་གྱིས་གདུང་བ་ཉམ་ཐག་པ་ཐམས་ཅད་ལ་རང་རང་གང་ལ་གང་འདོད་ཀྱི་དངོས་པོ་སྐྱབས་མེད་པ་ལ་སྐྱབས། མགོན་མེད་པ་ལ་མགོན་དཔུང་གཉེན་མེད་པ་ལ་དཔུང་གཉེན་གཉེན་གྲོགས་མེད་པ་ལ་གཉེན་གྲོགས་བཀྲིས་བདེ་མེད་པ་ལ་བཀྲིས་བདེ། བཀྲིས་བདེ། ནད་པ་ལ་གསོ་བའི་སྨན་ཕྱི་བ་ལ་སྤོང་བའི་བདུད་རྩིའི་ཟས་བྱའོ་ལ་རྫུ་འཕྲུལ་གྱི་རྐང་པ་ལོང་བ་ལ་ཡེ་ཤེས་ཀྱི་སྤྱན་རུང་བ་ལ། ཟག་མེད་ཀྱི་སྣང་བ་ལྐུགས་པ་ལ། ལྐུགས་པ་ལ་ཤེས་རབ་ཀྱི་ལྕེ་ལ་སོགས་པར་གྱུར་ཏེ་ལོངས་སྤྱོད་པའི་གེགས་ཐམས་ཅད་ངོམས་ཅིང་ཚེམས་རིས་དྲུག་སོ་སོའི་ལས་སྣང་སྡུག་བསྔལ་བག་ཆགས་ཐམས་ཅད་བྲལ་ཏེ་ཕོ་ཐམས་ཅད་འཕགས་པ་སྤྱན་རས་གཟིགས་ཀྱི་གོ་འཕང་གོ་འཕང། གོ་འཕང་མོ་ཐམས་ཅད་རྗེ་བཙུན་འཕགས་མ་སྒྲོལ་མེད་ཀྱི་གོ་འཕང་ཐོབ་སྟེ་ཁམས་གསུམ་འཁོར་བ་སྟོངས་ནས་སྤྲུགས་པར་བསམ། དེ་ནས་མ་ར་སྒྲོན་ལ་འཕྲང་སྐྱེས་ཡིན་ད་འདི་ཚོ་འཕྲང་སྐྱེས་དང་དམར་སྐྱེས་དང་འདི་དམིགས་པ་སོ་སོ་སོ་སོ་རེད་ད་ང་ཚོ་འདི་བཅོ་ཁྲི་རྒྱལ་བ་གནང་ལ་ད་འདི་ཚོ་ལབ་བསྟན་ལ་འདི་ཚར་ས་མ་རེད་བ། དེ་ལྟར་དམིགས་པ་མ་ཟིན་པ་ན་དབོ་འབངས་ཁོ་ནས་བརྗོད་དེ་ནས་ཕེབས་ཡར་ཆོས་ཡུལ་སྒྲོན་གྱི་སོགས་ས་ལ་ཤིས་རྫོགས་པ་ཆེན་པོ་མ་བཅོས་ཨ་ཞེས་བརྗོད་ཅིང་མཆོད་བྱ་མཆོད་བྱེད་མཆོད་ཡུལ་དང་བཅས་པ་ཐམས་ཅད་མི་དམིགས་པའི་ངང་ལ་མཉམ་པར་བཞག། སྤྱིར་སྐྱོ་གཞུང་རྣམས་ལས་དཀར་འགྱེད་དམར་འགྱེད་ཁྲ་འགྱེད་ནག་འགྱེད་ཟེར་བ་འདི་དེ་ལྟ་བུའི་ནག་འགྱེད། ནག་འགྱེད། དེ་རྒྱལ་ཆེན་བཞིས་བཤད་ཀྱང།

དེས་ན་སྤྱོད་པ་ཟེར་བ་དེ་ཡང་དུས་དང་རྣམ་པ་ཐམས་ཅད་དུ་ཞེ་སྡང་ཚའོ། འཁྲུག་པ་ཚའོ་དེ་འདྲ་ཅིག་དགོས་དགོས་ཟེར་དེ་འདྲ་མ་རེད་ལབ་རེད། ཡ་དེ་འདྲ་ཡིན་ཁྲོ་ཁྲོ་འཁྲུག་གི་ཟེར་ད་ཁོ་སྤྱོད་པ་ཅིག་རེད་དོ་ཞེ་སྡང་ཚའོ་མིག་ལོག་ལྟ་དེ་མཁན་ཅིག་ཟ་ར་ཟེར་བའི་ཆེ་ཕུང་ཟེར་མཁན་ཕལ་ཟེར་མཁན་ལའང་ཞེ་སྡང་ལངས་ཆོག་ཆོག་ཅིག་དེ་འདྲ་དེ་འདྲ་མ་རེད་སྤྱོད་པ་ཟེར་མཁན་དེ་དངོས་གནས་ཀྱི་དེ་ནི་འདྲེ་ཡི་གྲོགས་པོ་རེད། དེ་ནི་དཀར་པོ་ལ་སྤྱོད་པ་ཟེར་མཁན་དེ་འདྲེ་ཡི་གྲོགས་པོ་འགྲོ་ཅིག་དགོས་རེད་མ་གཏོགས་འདྲེ་གི་དེ་ནི་དགྲ་ནང་བཞིན་ཅིག་བལྟ་རྒྱུ་མེད་རེད་ཁྲོ་གཏུམ་ངར་མའི་ཞེ་སྡང་དང་ང་རྒྱལ་ཁོ་ནི། བསྐྱེད་དེ་ཅི་ཙམ་ན་ངན་སོང་གི་གཏིང་རྡོ་ལ་འགྲོ་ས་མེད་པའི་གི་འཁྲུལ་སྣང་དང་འཁྲུལ་འཁོར་ཁོ་ནར་འཁོར་མོ་ཡུག་ཏུ། ཨ་ལས་ད་ག་བ་སླེབས་སོང་ཡང་ངའི་དེ་ཡང་ད་གིའི་ཞག་ཚ་གང་དེ་དུས་དང་རྣམ་པ་ཐམས་ཅད་དུ་ཡང་འཁྲུལ། གཤིན་རྗེའི་ལས་མཁན་ཞིག་ད་དུ་རེ་བས་ག་བ་རེད་གཤིན་རྗེའི་ལས་མཁན་ལྟ་བུ་ཞིག་ཡོད་དགོས་སྙམ་ཞིང་ནད་པ་སོགས་ལ་བཅོལ།

ཐོག་མ་མེད་པའི་དུས་ནས་ལས་ངན་གྱི་རྒྱུ་བྱས་ཟེར་རྐྱེན་ངན་གྱིས་རླུང་གིས་དེད་འཕྲོ་སྣང་དང་སྡུག་བསྔལ་ཁོ་ན་ལ་ཁོར་མོ་ཡུག་ཏུ་གཅོད་ཤེས་ཙམ་ན་ཟ་ངན་སོང་གི་སྟེང་དུ། སྟེང་དུ་ལས་འགྲོ་ས་མེད་པའི་གི་ལྷ་འདྲེ་གདུག་པ་ཅན་དེ་དག་ངའི་སྙིང་རྗེ་གི་ལྕགས་ཀྱུ་གིས་བཟུང་སྟེ་རང་གི་ཤ་དྲོ་མོ་དང་ཁྲག་དྲོ་མོ་ཟས་སུ་བརྗེས་ནས། ཡ། བྱམས་སྙིང་རྗེ་བྱང་ཆུབ་ཀྱི་བྱང་ཆུབ་སེམས་ཀྱི་སྣང་བ། སྣང་བ། སྣང་བ་བསྒྱུར་ཏེ་རང་གི་འཁོར་དུ་བསྡུ་བ་ཡིན་པ་ལ། མ་འོངས་པའི་གྱི་སྤྱོད་མཁན་ཆེན་པོ་དེ་དག་གིས་ང་ཡིས་ཀྱི་སྙིང་རྗེ་ཡི་ལྕགས་ཀྱུས་བཟུང་བའི་གྱི་ནོར་ལྷ་འདྲེ་མ། ལྷ་འདྲེ་མ་རུང་བ་དེ་དག་སད་པ་དང་ཟད་དང་མ་བྱེད་ཀྱི་སྤྱོད་དེ་གི་ནོར་བསྒྱུར་འདྲེ་ལ་དེ་ནས་ལུས་ཤ་ཁྲག་གི་སྦྱིན་པ་དང་དེ་ནས་དང་དང་ལྷན་སྐྱོ་ལོག་ཏུ་སྐྱོ་ནས་ངའི་གྱི་སྤྱོད་དེ་གི་འདྲེ་གདུང་རྒྱུ་དང་འདྲེ་ལ།

རྩེད་མོ་རྩ་མཁན་འདྲ་བོ། ཡ་དེ་འདྲ་འདྲ་བོ་ཆགས་འགྲོ་གི་མི་འདུག་བས་ལབ་རེད་ད་དེ་ཁྱེད་རང་ཚོ་ལྟ་གི་འདུག་ཅེས་ཅོ་ལོག་བདུད་ཀྱིས་བསྟན་པ་དར་བའི་རྟགས་ཡིན་པར་གསུངས་ཏེ་དེ་ཚོ་དེ་ནས་མ་ཅིག་ལམ་བགྲོད་ཀྱི་ལུང་བསྟན་གསུངས་འདུག་དེ་བཞིན་དུ་ཟ་ནག་པོ་དགུ་ཕྲུག་གི་སྤྱོད་པ་ལ་སོགས་པའི་ཀྱི་ཅོ་ལོག། ཡ་བྱེད་ངེས་ཅིག་ཡིན་ཅིང་བར་གསུངས་པ། གསུངས་པ་ཐམས་ཅད་ཀྱང་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་དང་བྲལ་ནས་དྲག་ཤུལ་གྱི་ལྷ་འདྲེ་འདུལ་བ་ལོན་པ་ཁོ་ནར་འདུག་པའི་ཕྱིར་རོ། དེ་ལྟ་བུའི་གྱི་ངེས་འབྱུང་དེ་ལྟ་བུ་དེའི་འབྱུང་པོ་ཕྲ་མོའི་ནུས་པ་ཆུང་བ་རེ་རེ་གཉིས་གཉིས་འདུལ་ནུས་པར་ལྟར་འདུག་རུང་ལྷ་འདྲེ་མ་རུང་བ་གདུག་པ་ཅན་དག་དང་ཕྲད་ན་སླར་ཡང་རང་གི་གྲོགས་ལ་འགོལ་བ་ཡང་ཡོད་དེ། ཡོད་དེ་དུ་མ་ཞིག་མཐོང་ཐོས་སུ་གྱུར་པའི་གི་ཚོན་ལ་ཨ་ཚ་དང་སྤྱོད་པ་ཁ་ཆེ་འདྲེས་ལ་ཅིག་ཅར་ཁ་ཆེ་འདྲེས་ཀྱི་ཕ་ལ་གནོད་མ་ཏོག་ཚུལ་ལ་གནོད་ནས་འདྲེས་ཀྱི་རང་སྲེག་བྱེད་མཁན་དེ་འདྲ་མང་པོ་ཡོང་སླབས་རེད། ཁྱད་པར་ཆོས་རྣམ་དག་སྒྲུབ་པའི་གི་གང་ཟག་ཅིག་ལ་འདྲེས་འདུལ་བྱིན་རླབས་ལ་སོགས་བསྐལ་པ་ལམ་རྟགས་ཀྱི་ཡོན་ཏན་ཡིན་ནམ། བདུད་ཀྱི་བར་ཆད་ཡིན། བུར་གྱི་བར་ཆད་ཡིན། བཤད་བཀའ་དེས་ལྷ་འདྲེ་མ་རུངས་པ་དག་གིས་རྒྱུད་བླ་མ་ཕལ་མོ་ཆེ་མངོན་ཤེས་དང་ནུས་པ་སོགས་ཡོད་པར་ལྟར་སྣང་ཡང་ཕུགས་སུ་ཡང་དག་པའི་ཆོས་དང་བྱེད་འགལ། བྱེད་འགལ་ལ་འགྲོ་ཞིང་མཐར་དགེ་སེམས་ཏིལ་གྱི་འབྲུ་ཙམ་མེད་པར་གྱུར་ནས་ད་ཆོས་ལོག་སོགས་རྒྱུད་དཀྲུགས་ངན་སོགས་དེ་འདྲ་མང་པོ་ཇི་ག་ཇི་ག་བྱེད། བར་སྐབས་ཅན་ནི་སྤྱོད་འདྲ་མི་འདྲ་འདྲེས་ལ་འདུལ་གྱི་ཡིན་སྟོང་སྟོང་འདྲ་མི་འདྲ་སྤྱོད་ལོག་མག་པོ་ཅན་བཤམས་ནས་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ཐམས་ཅད་བྲལ། ཨོ་ཡ་དེ་ནས་བཤམས་ནི་དེ་འདྲེས་ནང་བཞིན་ཆོས་འདྲེས་རེ་བསྐོར། བསྐོར་རྣམ་སྨིན་གྱི་བུ་ལོན་རེའུ་ཙམ་ཞིག་གིས་ཁུར་གྱིས་བསྣོལ་ནས་རྙེད་པའི་ཚེ། འདིའི་ཙམ་ལ་ཡང་ཕན་མི་འདོགས་པར་མཐར་ཚོད་དབྱིག་གི་ཟས་གོས་ཙམ་ཡང་མི་རྙེད་པའི་གི་སྤྱོད་པ་འདྲ་མི་འདྲ་དེ་འདྲ་ཡང་ཆགས་ཀྱི་ཡོད། ཧམ། མི། གོས་ཙམ་ཡང་མི་རྙེད་པའམ། དེ་ནི་དཔེ་བདག་འཛིན་ཆེན་པོ་གི་ཟ་མི་བྲ་གོས་མི་བྲ་མི་བྲལ་བར་གྱུར་ནས་འཆི་བ་དེ་དག་ནི་སྔར་བཤད་པ་ལྟར་ཉེ་ཚེ་དབྱིག་གི་དམྱལ་ནི་ལ་སོགས་པར་སྐྱེ་བར་ངེས་པ་ཡིན་ནོ།